བྱས་པའི་མཛའ་བརྩེའི་རྐང་རིས་དེ་ནི་གར་ཤུགས་རེད་ང་ཚོ་འདི་འདྲའི་ནང་པའི་ལྷ་ཁང་ཁྱད་པར་ཅན་འདི་འདྲ་ཅིག་ནང་ལ་ང་ཚོ་ཚང་མ་ཅིག་གི་གར་ཤུགས་རེད་ད་ཅིག་གི་ང་ཚོའི་ཚེ་འདིའི་དོན་དག་ཙམ་མ་ཡིན་པར་བར་ཐག་རིང་པོ་མི་ཚེ་མང་པོ་དང་དེའི་སྒང་ལ་རང་གཅིག་པོ་མ་ཡིན་པར་རང་དང་གཞན་མང་པོ་ཅིག་གི་དོན་དག་ལ་བསམ་བློ་བཏང་དཀའ་མོས་ཞུ་བྱས་ཡག་བྱུང་འདི་ཕྱི་དྲགས་པས།

ཇེ་ཡང་ཤིན་ཏཱ་མེ་ཧེ་བ་ཅེས་སྒོམ་རྒྱག་པ་མར་བ་ཨཱས་ད་ག་ཟེ་ཁྱད་ཚ་ཚ་ར་བ་ཅན་ཡང་ལྟད་མོ་ལྟ་ཡག་བཟོ་ར་བ་སྒོམ་རྒྱག་ན་ག་འདྲི་ར་བཅུ་ཡོད་ནའང་བསམ་བསམ་དེ་འདྲའི་ཕྱིར་དུ་སྒོམ་རྒྱག་པ་མར་བ་ཨཱས་བྱས་པ་ཡིན་ཙང་ད་ང་ཚོའི་གར་ཤུགས་རེད་ཚང་མ་མི་ཡི་ནས་རེད་ཆེ་བ་མི་ཡི་ནས་རེད་ཆུང་བ་དུད་འགྲོ་ཆུང་ཆུང་ཅིག་ནས་རེད་སེམས་དང་ལྡན་པ་ཅིག་ཡིན་ཕྱིན་ཆད་དེ་ལ་ག་རེ་འདོད་གི་ཡོད་རེད་སི་ཏུས་ག་དུས་ཡིན་ནའི་ཅིག་བདེ་བ་ཅིག་དང། སྐྱིད་པོ་འདོད་ཀྱི་ཡོད་རེད། ག་རེ་འདོད་ཀྱི་ཡོད་མ་རེད་ཟེར་དུས། དེ་ནི་སྡུག་བསྔལ་དང་དཀའ་ངལ་ལ་སོགས་པ་འདི་ཚོ་ང་ཚོས་ད་མ་འདོད་པ་སྟེ་མི་ཚང་མ། མི་རིགས་ལོ་ག་ཡིན་གནས་རི་གཟུགས་པོ་ཆེ་ཆུང་རིགས་འདྲ་མི་འདྲ། མི་ཚེ་ནང་གི་གནས་སྟངས་མཐོ་དམན་འདྲ་མི་འདྲ་མང་པོ་ཡོད་རེད་དེ་ཚོའི་བསམ་བློ་དེ་ཉིད་ཐོག་ལ་ང་ཚོ་ཚང་མ་གཅིག་པ་རེད། བྱས་པའི་མཛའ་ངལ་འདུག་བསམ་ཙང་ཡིན་ན་སྒོམ་རྒྱ་ཡག་དེ་དམིགས་ཡུལ་དེ་ཉིད་ཅིག་དེ་གཉིས་དང་འདྲ་བ་ཡོད་པ་ཅིག་ཡིན་གྱི་རེད་བསམ་གྱི་འདུག་བཅབས་ཡིན་ཙང་ཁྱེད་རང་ཚོས་གཅིག་བྱས་ན་ཕལ་ཆེར་མོས་མཐུན་ཡོད་ཀྱི་རེད་དེ་ཡོད་པས་ཁྱེད་རང་ཚོ་བྱབས་ཡིན་ཙང་དེ་འདྲ་ཡིན་ཙང་ད་ང་ཚོ་ཁ་ནས་བཤད་ནའི་རེད་མ་བཤད་ནའི་རེད་དོན་དག་འདི་འདོད་ཀྱི་ཡོད་རེད་གཉིས་བདེ་བ་འདོད་ཀྱི་ཡོད་རེད་སྡུག་བསྔལ་འདོད་ཀྱི་ཡོད་མ་རེད་དེ་གཉིས་ཀྱི་ཐོག་ལ་ད་ང་ཚོ་ཚང་མ་གཅིག་པ་བྱས་བྱབས་ཡིན་ཙང་དམིགས་ཡུལ་དེ་གཉིས་སྒྲུབ་ཡག་གི་ཆེད་དུ།

བདེ་སྡུག་གི་རྒྱུ་རྩ་བའི་ཕྱི་ལ་བདེ་སྡུག་གི་རྒྱུ་མེད་པ་མ་རེད་ཕྱིའི་རྐྱེན་མང་པོ་ཅི་ཡོད་རེད་དེ་ཡིན་ནའི་རྐྱེན་གཙོ་བོ་དེ་རྐྱེན་གཙོ་བོ་དེ་ནང་སེམས་ལ་རག་ལས་བསྡད་པ་རེད་ང་ཚོའི་སེམས་ལ་རག་བསྡད་རག་ལས་པ་རེད་ཟེར་བྱས་འདུག་དགོངས་པ་བཞེས་ཀྱི་ཡོད་རེད་དེ་ཕལ་ཆེར་ང་ཚོས་བལྟས་ན་གསལ་པོ་ཞིག་འདྲ་རེད་དཔེར་ན་མི་གཅིག་ལ་ཕྱིའི་མཐུན་རྐྱེན་ཐམས་ཅད་འཛོམས། ལུས་པས་ལུས་ལ་ན་ཚ་མེད་པ་དང་ལས་དོན་ལ་སོགས་པ་ཕ་མ་སྤུན་ཆང་སོགས་པ་ཚང་མ་འཛོམས་པོ་ཡག་པོ་ཞེ་དྲག་ཡོད་པས་ཡིན་མིན། ཁོའི་ནང་སེམས་ལ་ཅིག་སྐྱིད་པོ་མེད་པའི་རིང་འདི་ལ་མི་ཁོ་ལ་དད་བ་ཡོད་མ་རེད་ཁོ་སྐྱིད་པོ་མེད་སྐྱིད་པོ་མེད་སྐྱིད་པོ་ཡོད་མ་རེད། དཔེར་ན། ལུང་པ་ཤར་ཕྱོགས་ལུང་པ་ལ་སོགས་པ་ལྟར་ལུང་པ། དཔལ་འབྱོར་གྱི་གནས་ཚུལ་སྐྱོ་བ་ནང་དལ་ངེས་ཀྱི་མི་ཚོས་བལྟས་ན་ནུབ་ཕྱོགས་མི་ཚང་མ

བྱས་པ་ཡིན་ཙང་ད་དེ་འདྲ་ཡིན་ཙང་དེ་ནི་པས། ང་ཚོའི་བདེ་སྡུག་གཙོ་བོ་ཡོང་ས་དེ་ང་ཚོའི་སེམས་ཀྱི་ཐང་ནས་ཡོང་གི་ཡོད་རེད་ཞུས་པ་རེད་ད་དེ་ག་འདྲས་ཅིག་ཡོད་རེད་ཟེར་དུས་ང་ཚོ་ཚང་མས་བདེ་བ་འདོད་ཀྱི་ཡོད་རེད་སྡུག་བསྔལ་འདོད་ཀྱི་ཡོད་མ་རེད། བདེ་བ་ཐོབ་ཆེད་རྒྱུ་ཡོད་སྒྲུབ་ཀྱི་ཡོད་རེད་སྡུག་བསྔལ་སྤོང་ཆེད་རྒྱུ་ཡོད་སྒྲུབ་ཀྱི་ཡོད་རེད། སྒྲུབ་ཀྱི་ཡོད་རེད་དེ་ད་ལྟ་ང་ཚོས་གར་ཞུགས་རེ་བེད་སྤྱོད་ལྟ་ངེས་ཐབས་དེ་ཚོས་ཕན་ཐོགས་ཆེན་པོ་ཞེ་བོ་ཅིག་ཡོང་གི་ཡོད་མ་རེད་པ། བྱས་པ་ཡིན་ཙང་དེ་འདྲ་བྱས་ཙང་དེ་གར་གཅིག་ཡོད་རེད་ཟེར་དུས་ང་ཚོའི་བསམ་བློས་ད་ལྟ་ང་ཚོས་བདེ་བ་སྒྲུབ་བྱེད་ཀྱི་ཐབས་རེད་བསམ་ཡག་ཞོར་དུང་བསམ་བཏང་ཡག་ཞོར་དུང་དེ་ང་ཚོས་བྱས་ན་བདེ་བ་སྒྲུབ་བྱེད་ཀྱི་ཐབས་རེད་ཐབས་འདི་ལ་བརྟེན་པའི་བདེ་བ་ཐུབ་ཀྱི་རེད་ཐབས་འདི་ལ་བརྟེན་ནས་སྡུག་བསྔལ་སེལ་ཐུབ་ཀྱི་རེད་བསམ་གྱི་ཡོད་རེད་དེ་འདི་བེད་སྤྱོད་བཏང་ཁར་འགྲོ་དུས་ཁོ་ར་བསམ་སྟངས་ནམ་ཞིག་ཡོང་གི་མི་འདུག་བ་འདི་གར་བཅར་བའི་སི་ཏུ་ང་ཚོས་བསམ་བློ་འདི་གས་ཁོས་ཡག་པོ་ཆ་ཧ་མ་གོ་བའི་རྟགས་རེད་དེ་ཡིན་ཙང་དེའི་ག་འདྲེ་ཅིག་ཡོད་ར་སི་ཏུ་ང་ཚོའི་བསམ་བློ་གཏོང་སྟངས་དེ་རེད་པ་ད་ང་ཚོའི་བསམ་བློ་གཏོང་སྟངས་དེ་ལ་ནོར་འཁྲུལ་ཆེ་ཤོས་ནི་ང་ཚོའི་ཐབས་ཤེས་བསམ་སྟངས་ཡིན་ནས་བསམ་བློ་གཏོང་སྟངས་ནོར་འཁྲུལ་ཤོ་དལ་བ་རེད་དེའི་སྒང་ལ་ང་ཚོས་ཕ་ཕྱིའི་དངོས་པོའི་གནས་ཚུལ་ལྟ་སྟངས་རེད་བ་ར་པ་ལྟ་སྟངས་དེའི་དངོས་པོའི་གནས་ཚུལ་དང་མི་མཐུན་པའི་བསམ་བློ་ཆ་སྟངས་ནི་སྟངས་ཡིན་ཙང་དེ་ནི་གར་ཤོག་རེད། འབྲས་བུ་བསམ་སྟངས་ནང་བཞིན་འབྲས་བུ་དེ་ཡོང་གི་ཡོད་པ་མ་རེད། བྱས་པ་ཡིན་ཙང་སྟབས་བདེ་གར་གཅིག་ཡོང་རེ་ཟེར་དུས། ང་ཚོས་ང་ཚོས་ང་ཚོའི་སེམས་ལ་བདག་པོ་རྒྱག་མ་ཐུབ་བྱས་ན། ང་ཚོས་ང་ཚོའི་སེམས་ལ་བདག་པོ་རྒྱག་མ་ཐུབ་བྱས་ང་ཚོའི་སེམས་ལ་ང་ཚོས་བདག་པོ་རྒྱག་ཐུབ་པ་ཡིན་ན། བསམ་བློ་མ་ནོར་བྱས་སྟངས་ཐུག་གི་རེད་ནོར་འཁྲུལ་དེ་ཡོང་སྲིད་ཀྱི་མ་རེད། ད་ལྟ་བར་དུ་ང་ཚོས་བདེ་བ་འདོད་ཀྱི་ཡོད་དེ་ཡིན་ནའི་ང་ཚོའི་སེམས་ལ་བདག་པོ་རྒྱག་མ་ཐུབ་བྱས་ང་ཚོའི་སེམས་འདི་གས། ག་རེ་ཤོག་རེད་དབང་འདྲ་པོ་འཚལ། དབང་ཆེན་པོ་ཆགས། ང་ཚོས་ང་ཚོ་འདི་གའི་སེམས་ཀྱི་གཡོག་པོའི་སོ་རབ་ཆགས་ནས་ང་ཚོའི་སེམས་ལ་ང་ཚོའི་བདག་པོ་རྒྱག་མ་ཐུབ་པར་གཏན་ནས་འཇིགས་སུ་བྱུང་རེད། བྱས་པ་ཡིན་ཙང་ད་ལྟའི་གནས་སྐབས་ལ་ང་ཚོའི་སེམས་ལ་ཅིག་ང་ཚོས་སྡུག་ག་བྱེད་འདོད་དུ་མེད་པ་ཡིན་ནའི། ང་ཚོའི་སེམས་ཀྱི་ནང་ལ་བསམ་བློ་སྡུག་ཅག་ཞིག་སྐྱེས་ཡོང་དུས་བསམ་བློ་སྡུག་ཅག་ཞིག་སྐྱེས་ཡོང་དུས། ང་ཚོས་བསམ་བློ་སྡུག་ཅག་དེ་ཁོ་ར་ནང་བཞིན་བྱས་ན་ང་ཚོའི་རང་དབང་མེད་པ་ང་ཚོའི་རང་དབང་ཤོར་འགྲོ་གི་ཡོད་རེད། ང་ཚོའི་རང་དབང་ཤོར་འགྲོ་གི་ཡོད་པ་ཡིན་ཙང་དེ་འདྲས་ཀྱི་བསམ་བློ་སྡུག་ཅག་དེ་གས་ང་ཚོ་ལ་དཀའ་ངལ་སྐྱེད་བྱེད་ཀྱི་རྒྱུ་ལ་འགྲོ་གི་ཡོད་རེད། བྱས་པ་ཡིན་ཙང་ད་ལྟའི་གནས་སྐབས་ལ་ང་ཚོས་སེམས་ལ་ང་ཚོས་དག་པ་རྒྱག་མ་ཐུབ་པའི་རྟགས་རབ་དགར་ཡོད་རེད་ཟེར་དུས། དཔེར་ན་ང་ཚོ་གཅིག་གིས་དོན་དག་གལ་ཆེན་པོ་གཅིག་ལ་བསམ་བཏང་སློབ་སྦྱོང་ཡིན་ནི་རེད་ཆོས་ཉམས་ལེན་ཡིན་ནི་རེད་དེ་འདྲའི་ཆེ་བརྗེད་འདོད་ཅན་བསམ་བཏང་དེ་གང་སྟོང་ཁ་ཅལ་བས་ནི་བསམ་དེ་གང་དེ་གི་ཡོད་མ་རེད། ད་བསམ་བློ་དེ་གཞན་དག་ཅིག་ལ་བག། ཡུལ་སྡུག་གི་ཕྱིར་བྱ་བ་སྡུག་གི་ཕྱིར་ལ་ང་ཚོ་སྡུག་གི་བྱས་ན་བསམ་གྱི་ཡོད་པ་མར་ཏེ་རང་དབང་མེད་པར་ཁོ་ར་གོམས་པའི་ཤུགས་ཀྱིས་ཚེ་སྔོན་མའི་གོམས་པའི་ཤུགས་དང་དེ་འདྲས་ཀྱི་དབང་གིས་རང་དབང་མེད་པར་ང་ཚོའི་སེམས་ཀྱི་སྟེང་ང་འགྲོ་གི་ཡོད་པ་རེད། བྱས་པའི་འཛག་ང་ཚོས་དེ་དག་པོ་རྒྱག་མ་ཐུབ་པའི་རྟགས་དེ་རེད། འཛག་ད་དེ་འདྲས་བྱས་ན་ང་ཚོ་སེམས་ལ་རང་དབང་ང་ཚོའི་སེམས་ལ་ང་ཚོས་དག་པོ་རྒྱག་མ་ཐུབ་པར་བསྡད་པའི་རིང་འདི་ལ་ང་ཚོ་བདེ་བ་ཡག་པོ་ཅིག་ཐོབ་རྒྱུ་ཞིག་ལ་དཀའ་ལས་ཁག་པོ་རེད། ད་དེ་ལས་ལྡོག་སྟེ་ད་གར་གཅིག་པོ་རེད་ཟེར་དུས་དེ་ལས་ལྡོག་སྟེ་ང་ཚོ་བས་གར་ཤོག་རེ་སྤོམ་པོས་བཟོ་རབས་ཆགས་སེམས་ཀྱི་དེ་གའི་གཡོག་པོས་བཟོ་རབས་ཆགས་ཟེར་དུས་དཔེར་ན་ང་ཚོས་བྱ་བ་གཅིག་ལ་བསམ་བློ་གཏོང་གི་འདོད་པས་ཡིན་ན་ག་དུས་བསམ་བློ་གཏོང་གི་འདོད་པའི་སེམས་དེ་གང་ག་དུས་བཞག་པས་ཡིན་ནའི་ཁུ་བསྡད་མཁན་གཅིག་དང། ཡང་བྱ་བ་གཞན་དག་ཅིག་ལ་བག་བསམ་བློ་གཏོང་གི་འདོད་པས་ཅིག་བསམ་བློ་བག་བཏང་ཡིན་ནའི་ཁུ་གང་ཏག་ཏག་འགྲོ་མཁན་ཅིག་བཟོ་ཐུབ་པ་ཡིན་ན་ང་ཚོའི་སེམས་དེ། པའི་བྱ་བ་གཅིག་གང་བྱ་དུས་དད་ཕ་བཏང་དུས་ཕྱིན་བྱེད་མཁན་གཅིག་བཟོ་ཐུབ་པ་ཡིན་ན་དེ་ནི་ང་ཚོ་གར་ཞུགས་རིགས་དད་པ་ཐོབ་ཡག་འགོ་ཚུགས་ཡོང་གི་རེད། དེ་དཔེ་ཆ་ཞུས་པའི་ལས་སླ་པོ་ཞིག་བསྒྲགས་ཡོད་རེད་ད་ལྟ་ང་ཚོ་འདས་ཡོད་པའི་མི་ཚང་མས་གཅིག་གར་ཞུགས་རིགས་ཡུལ་རབས་གཅིག་གང་སེམས་བཞག་ནས་དད་དཔེ་ན་དཔེ་རབས་ཞུས་པ་ཡིན་ན་མེ་ཏོག་རབས་གཅིག་རེད་པ་ད་མེ་ཏོག་གཅིག་དཔེ་ན་མེ་ཏོག་རྒྱ་ཟེར་གཅིག

བྱས་པ་ཡིན་ཙང་ང་ཚོའི་སེམས་ལ་ང་ཚོས་བདག་པོ་རྒྱག་མ་ཐུབ་པའི་དཔེ་འདི་གས་གསལ་པོ་བསྟན་པ་རེད། བྱས་པ་ཡིན་ཙང་ད་འདི་འདི་འདྲའི་ཞིག་བྱེད་ཐུབ་པ་ཅིག། ང་ཚོའི་སེམས་འདི་ག་རེ་ཡིན་ནའི། ཡུལ་ག་རེ་ཡིན་ནའི་སྒང་གང་ལ་བཞག་པ་ཡིན་ནའི་བསྡད་ཐུབ་མཁན་ཅིག་དང་ག་ཚོད་རྒྱུན་རིང་པོ་ག་ཚོད་བཞག་པ་ཡིན་ནའི་གུ་གྱོགས་མ་བཏང་ཏག་ཏག་བསྡད་ཐུབ་མཁན་ཅིག་དང་ཕར་བཏང་དུས་ག་བ་བཏང་ཡིན་ནའི་བསྡད་འགྲོ་ཐུབ་མཁན་ཅིག། གཏོང་ཐུབ་མཁན་ཅིག་དེ་འདྲ་ཞིག་བཟོ་ཐུབ་པ་ཡིན་ན་དེ་ནི་ང་ཚོ་རང་དབང་གསལ་དུ་ཡོང་གི་རེད། བྱས་པ་ཡིན་ཙང་དེ་འདྲའི་གི་ཅིག་གར་བཞུགས་པ་རེད། རང་གི་སེམས་ལ་རང་བདག་པོ་རྒྱག་ཐུབ་ཡག་ཅིག་ཡོང་བའི་ཆེད་དུ་ད་གོམ་རྒྱག་གི་ཡོད་རེད། བྱས་པ་ཡིན་ཙང་དེ་འདྲའི་བཅས་ནས་སེམས་ལ་བདག་པོ་རྒྱག་ཡག་དེ་ཡང་འགའ་རེའི་དོན་དག་ལ་སེམས་ལ་བདག་པོ་རྒྱག་ཡག་ཐབས་ཤེས་སྤྲད་གི་ཡོད་རེད་སྲིད་དུས་ང་ཚོར་དཀའ་ངལ་མ་འཕྲད་ཡག་དང་བདེ་བ་ཐོབ་ཡག་ཆེད་དུ

ལྟ་དེ་ལ་གར་ཤོག་བུ་རེ་རྒྱག་སྟངས་དེ་འདྲ་མི་འདྲ་ཡོད་རེད་འགའ་ཞིག་གིས་དེ་འདྲའི་ང་ཚོའི་སེམས་ལ་བདག་པོ་རྒྱག་ཡ་དེ་ང་རང་ཚོ་རྐྱང་པ་དཀའ་ངལ་མི་འབྱུང་བའི་ཆེད་དུ་སེམས་ལ་བདག་པོ་རྒྱག་ངེས། ང་ཚོ་རྐྱང་པ་དཀའ་ངལ་མི་འབྱུང་བའི་ཆེད་དུ་རྐྱང་པ་སྡུག་བསྔལ་ཐར་བའི་ཆེད་དུ་སྒོམ་རྒྱག་ངེས་ཡོང་གི་རེད་ཡང་འགའ་ཞིག་གིས་དེ་ལས་བསམ་བློ་བག་རྒྱ་ཆེ་རུ་བཏང་ནས་ང་རང་ཚོ་རྐྱང་པ་མ་ཡིན་པའི་སེམས་ཅན་ཐམས་ཅད་པའི་དཀའ་ངལ་བགྲོད་ནས་བདེ་བར་འགོད་པའི་ཆེད་དུ་སྒོམ་རྒྱག་ངེས་ཡོང་གི་རེད་རིགས་རབ་གཉིས་ཡོང་གི་ཡོད་རེད། ལྟ་དེ་འདྲ་ཡིན་ན།

ད་དེ་ག་འདྲ་ཞིག་དགའ་ཤུགས་རེད་ང་ཚོའི་གོམས་ཏེ་དམིགས་ཡུལ་འགྲུབ་ཡག་རེད་པ་དང་ཕན་ཐོགས་ཡོད་པའི་ནུས་པ་ཆེན་པོ་ཡོང་བར་བྱེད་པ་ལ་ཁྱད་ཆོས་གཉིས་ཡོད་པ་ཞིག་དགོས། ཁྱད་ཆོས་གཉིས་པོ་དེ་ག་རེད་ཟེར་ན། གོམས་ཡག་གི་ཡུལ་ག་རེ་ཡིན་པ་ཡིན་ནའི་དེ་གསལ་པོ་ཆགས་ཡག་གི་གསལ་པོ་དང་གསལ་བྱེད་ངར་ཡོད་པ་ཅིག་གསལ་པོ་ཡིན་ནའི་ད་ག་ས་མ་ཅིག་ཉོབ་བསྡད་པའི་བཟོ་རབས་མ་ཡིན་པའི་མི་ལ་མ་གསུངས་ཉོབ་བསྡད་པའི་བཟོ་རབས་མ་ཡིན་པའི་སྒྲུང་གོ་རབས་ཅི་ཡ།

བར་བསྒྱུར་ཚུར་བསྒྱུར་འདི་འདྲས་མ་ཡིན་པས་རྟག་ཏུ་དད་ལྡན་ངེས་འཇུག་བརྟན་པོ་དགོས་རེད། བྱས་པ་ཡིན་ཙང་དཔེར་ན་གཟུགས་སྐུ་དུ་རྩོག་རྩོག་བྱས་དད་པ་ཡིན་ནས་སེམས་དེ་བག་ཏུ་སྒོམ་རྒྱབ་རྩོག་རྩོག་བྱས་དད་པ་ཡིན་ནས་སེམས་དེ་དཔེ་ག་ས་གལ་ཆེན་པོ་ཡིན་ན་དེ་དུས་སྒོམ་ཟེར་བ་དེ་ཡོད་མ་རེད། བྱས་པ་ཡིན་ཙང་དེ་འདྲའི་གཉིས་ཀྱི་ཁྱད་ཆོས་ཡོན་ཏན་གཉིས་ཚང་དད་པའི་སྒོམ་གྱི་ཡོད་པ་ཡིན་ན་སྒོམ་གར་རྒྱབ་ཡིན་ནས་དེ་འདྲས་པོ་དེ་ཡོང་ཐུབ་ཀྱི་རེད། དེ་ཚོ་ཚུར་ཆུད།

བྱེད་དགོས་པའི་རྒྱུ་མཚན་འདི་རེད། མ་བྱས་ན་སྐྱོན་འདི་འདྲ་ཅིག་ཡོང་རེ་ཟེར་རྒྱུ་མཚན་མང་པོ་བསམ་བཏང་ནས་དོན་དག་དེའི་ཐོག་ལ་རྒྱུ་མཚན་མང་པོ་བསམ་བཏང་དེ་ལ་བཏང་འདུག་བསྡད་པ་དེ་ལ་དཔྱད་སྒོམ་ཟེར་གྱི་ཡོད་རེད། ཟེར་རེད་བྱས་པ་ཡིན་ཙང་དེ་འདྲའི་དབྱེ་བ་གཉིས་བྱས། ད་བྱས་པ་ཡིན་ཙང་ང་ཚོའི་སྒོམ་དེ་ཡག་པོ་ཡོང་བར་བྱེད་པ་ལ་འཇོག་སྒོམ་དང་དཔྱད་སྒོམ་གཉིས་ཟུང་འབྲེལ། ཟུང་འབྲེལ་བྱུང་ན་ཡག་པོ་ཞིག་འདྲ་ཡོད་རེད། ཟུང་འབྲེལ་ཅན་རྒྱག་དགོས་རེད་ཟེར་བ་འདྲ། བྱས་པའི་མཛའ་འོ་ན་དེ་འདྲས་ཡིན་ན་ད་དམིགས་པ་ག་འདྲ་ཡོང་གི་ཡོད་རེད་ཟེར་དུས་དམིགས་པ་ཞེ་དྲག་རྒྱ་ཆེན་པོ་རེད་བཅོམ་ལྡན་འདས་ཀྱི་མདོ་སྡེ་རྣམས་ལས་མང་པོ་གསུངས་ཡོང་རེད་ཕྱིས། དཔེར་ན། གཅིག་སངས་རྒྱས་སྐུ་ཡི་གནས་རེད། དེ་ནས་ཡང་སེམས་ནི་ནང་གི་སེམས་ང་ཚོས་བྱམས་པ་དང་སྙིང་རྗེ་ལ་སོགས་པ། ཡང་གཅིག་སྟོང་ཉིད་ལ་སོགས་པ་དང་འདྲ་མི་འདྲ་སོ་སོའི་གཟུགས་སྐུ་ཡི་གནས་རེད། དབུགས་འབྱུང་ངོམ་ཡི་གནས་རེད་དམིགས་པ་འདྲ་མི་འདྲ་མང་པོ་ཞེ་དྲག་ཡོད་རེད། བུད་མེད་ནི་སྒོམ་ཐུག་རེད།

སངས་རྒྱས་ཀྱི་མིག་བསྟན་དེ་ལ་སངས་རྒྱས་ཀྱི་སྐུའོ། མིག་བསྟན་ཅན་དེའི་གང་ལ་དེ་ནི་པས་སྒོམ་རྒྱབ་ཡིན་ན། སྒོམ་རྒྱབ་པ་ཡིན་ནི་དང་པོ་ལམ་བཟང་དེའི་གང་ལ་རྒྱག་རྒྱུ་མེད་པ་རེད་དང་པོ་ད་ལྟ་ཞུས་པའི་སོ་སོའི་སེམས་རྒྱུད་ལ་བརྡ་སྤྲད་བྱས་ནས་སོ་སོའི་སེམས་རྒྱུད་ལ་ཉོན་མོངས་ག་རེ་ཤུགས་ཆེ་བ་ཡོད་ནི་དེ་མ་བལྟས། ལྕགས་རྣམས་མ་བལྟས་ཚེ་མྱུར་བཏང་ཚེ་འདི་བརྒྱབ། འདི་མ་བལྟས་ཕྱག་འཚལ་བཞུགས་སྒོ་འདི་ལ། འདི་བསྐང་འདི་ནི་རྗེའི་སངས་རྒྱས་སྐུ་རུ་གང་བརྒྱབ་ཡིན་ན་སེམས་ལྷོད་ལྷོད་བྱས་ཡག་པོ་བྱས་ཤ་ཐུག་རེད། དེ་འདྲའི་མ་བྱས་པ་ཡིན་ན། དང་པོར་འདས་ཁ། ང་ཚོས་གཅིག་སངས་རྒྱས་སྐུ་རུ་གཅིག་དམིགས་རྟེན་ལ་བཞག་ནས་སྒོམ་བརྒྱབ་ཡིན་ནི། ད་ལྟ་ང་ཚོའི་སེམས་དེ་ག་འདྲ་ཡོད་རེད་སི་དུས་ང་ཚོའི་སེམས་དེ། ཉོན་མོངས་འདྲ་མི་འདྲ་མང་པོ་ཅིག་དཀྲུགས་ནས། སྲིན་མོ་ནལ་པའི་ཉོན་མོངས་པའི་ཚོགས་མང་པོ་ཅི་འདུག་དེའི་ནང་ནས་ཀྱང་བདག་གིས་ཞུས་པ་ནང་བཞིན་སོ་སོའི་སྒོམ་ཁྲིད་བྱས་སེ། གར་ཞུགས་རེ། དེ་ནི་པད་དགའ་བཞི་ནི་སེམས་མང་ཆེ་བ་དེ་འདོད་ཆགས་ཀྱི་དབང་དུ་ཕྱིན་ཏེ་ག་དུས་ཡིན་ནའི་འདོད་ཆགས་ཡུལ་སེམས་ལ་ཞབས་ལྟ་ངེས། དགའ་བཞི་ནི་ཁྲོ་བོའི་དབང་དུ་ཕྱིན་ནས་ག་དུས་ཡིན་ནའི་གར་ཞུགས་རེ། ཁོང་ཁྲོ་དང་དེ་འདྲ་གི་ཡུལ་མི་སྡུག་པ་སེམས་ལ་ཞབས་ལྟ་ག་དུས་ཡིན་ནའི་མི་སྡུག་པ་སེམས་ལ་ཞབས་ལྟ་ངེས། འགའ་ཞིག་ནི་སེམས་ང་རྒྱལ་དབང་དུ་བྱས་ནས་ག་དུས་ཡིན་ནའི་སོ་སོ་མཐོ་བའི་སྣང་བ་དང་དེ་འདྲའི་དབང་དུ་འགྲོས་དང། འགའ་ཞིག་ནི་རྣམ་རྟོག་དབང་དུ་བྱས་ནས་སེམས་ལ་འདྲ་མི་འདྲ་ལྟ་འདྲ་མི་འདྲ་ང་ཚོའི་ལྟར Television ནང་བཞིན་ཅན་པས་སྐོར་བརྒྱབ་དེ་ངས་འདི་འདྲི་ཡོད་རེད་བྱས་པས་འཛམ་དེ་ཚོ་དེ་འདྲའི་ཡོད་བཞིན་པའི་ངང་ལ་སངས་རྒྱས་ཀྱི་མིག་བཞིན་དབུ་འཛིན་མདུན་དུ་གོམ་ཁ་བྱས་པས་ནི་ཞེ་དྲག་གསལ་པོ་ཤར་རྒྱུ་ཧ་ཅང་ཁག་པོ་རེད་གཞི་བདག་དེ་གིས་འཚོ་ཡོང་གི་རེད། བཞིན་སོ་སོའི་ཤུགས་ཆེ་བ་ག་རེ་ནས་དེ་གིན་དུ་ཡོང་ཆེད་དེ་གའི་བར་ཆད་ཅིག་རེད། ད་ནི་ཡོད་པ་ལྟར་ཁྱེད་ཀྱི་མི་ཚང་ཡིན་ནི་རེད་དཔལ་འབྱོར་ཡིན་ནི་རེད་གནས་སྟངས་ཡིན་ནི་རེད་དེ་ཚོ་སེམས་ལ་ཤར་ཡོང་ཆེད་ང་ཚོའི་སེམས་དེ་གའི་དཀྲུགས་བཞིན་རེད། བྱས་པ་ཡིན་ཙང་དེ་ཚོ་དང་པོ་བལྟས་ཙང་མ་འགོ་བ་གར་ཤོག་རེད། སྣོན་ཡག་ཞུས་ནས་མི་འདུག་སྔོན་འགྱུར་བ་འགོ་སྣོན་ཡག་དེའི་ཆེད་དུ་གོམ་གར་རྒྱག་པར་གཟིགས་དོན་དེ་ཚོའི་འདོགས་ཆོག་དཔེར་ན། སྐབས་ཤོར་བ་རེད། དཔེར་ན། ཁོང་ཁྲོ་བཅས་ཞེ་སྡང་ཅན་ཅིག་མིན་ན། དེ་ནི་སེམས་ཅན་གཞན་ལ་དམིགས་པའི་བྱམས་པ་སྒོམ་ཡག། དེ་ནི་འདོད་ཆགས་ཅན་ཅིག་མིན་ན་ཞེ་འདོད་ཆགས་ཀྱི་རྒྱུ་དེ་འདྲ་མི་འདྲ་ཡོད་རུང་ཕྱིའི་དངོས་པོ་ཡོད་རེད་ནང་གི་སེམས་ཅན་ཡོད་རེད་འདྲ་མི་འདྲ་ཡོད་རེད་དེ་ཚོར་དམིགས་པས་མི་སྡུག་པ་སྒོམ་ཡག། མཐར་གཏུགས་ན་ག་རེ་ཡིན་ནའི་ད་ག་རེ་ཕུན་སུམ་ཚོགས་པ་ག་འདྲས་ཅིག་ཡོད་ནའི་ཉི་མ་གཅིག་འདྲེས་རྒྱུ་རེད་ཨང་བསམ་པར་མི་སྡུག་སྒོམ་དགོས་ཡག། འདི་ནི་འགའ་ཞིག་ཡང་ཞི་དྲག་ང་རྒྱལ་ཆེན་པོ་བཅས་བྱེད་ཞི་བོ་ཅིག་ཡིན་བསམ་གྱི་ཡོད་ན་ཤེས་བྱའི་རྣམ་གྲངས་ང་ཚོས་ཧ་མ་གོ་ག་ཚོད་ཡོད་རེད་ང་ཚོས་ཧ་གོ་བ་ག་ཚོད་ཡོད་རེད་དེ་ཚོ་བསམ་བཏང་རྗེས་དེ་འདྲའི་བྱས་ནས་ང་རྒྱལ་མང་ཆགས་ཡག་ལ་སོགས་པ་ད་འདི་ནི་པད་དཀར་ཤུགས་རེད་རྣམ་རྟོག་མང་པོ་སེམས་ལ་ཤར་ལྡན་ངེས་ཅན་མི་ཡིན་ན་ད་དབུགས་འབྱུང་ངོ་བསམ་བཏང་ནས་དབུགས་འབྱུང་ངོ་རང་ལ་བགྲང་གི་རྒྱབ་རྗེས་འོ་དུག་སེ་བྱས་བྱས་དེ་འདྲའི་བྱས་ནས་འདི་ནི་མ་བལྟས་སུ་འགོ་བཅག་དགོས་རེད་སྔོན་འགྱོགས་འགོ་བཅག་ཐུབ་དགོས་རེད། མུ་ད་དེ་འདྲས་སུ་བྱས་ད་དེ་འདྲས་བྱས་ནས་ང་ཚོས་རྒྱུད་ད་དེ་འདྲས་བྱས་པར་བྱས་པ་ལ་ཡང་ལས་ཀ་གཅིག་མངོན་འགྲོ་གི་རེད་གར་གར་བྱེད་དགོས་རེད་ཟེར་དུས་དང་པོ་སོ་སོའི་སེམས་ཚོར་བལྟས་ནས་ང་ཚོའི་རྒྱུད་ལ་ཉོན་མོངས་ག་རེ་ཤུགས་ཆེ་བ་འདུག་པ་མུ་ད་ཏི་ཧ་གོ་བར་བྱས། ཏི་ཧ་གོ་བར་བྱས་ནས་ཁོ་མང་གོ་མགུར་ནས་མགུར་བ།

ཨོ་ཏི་འདྲ་མི་འདྲ་ཡོད་རེད། ཨེ་ར་ཨེ། སོང་ན་སྟངས་པ་ཧ་གོ་ཚར་བཞུགས་གི་དེ་དེའི་ལྡོག་ཕྱོགས་ཀྱི་དམིགས་པ་ད་ལྟ་དཔྱད་པ་ནམ་བྱུང་གི་དམིགས་པ་དེ་གོམས། གོམས་པ་ལ་བརྟེན་ནས་དེའི་ཉོན་མོངས་དཔེར་ན། ནམ་རྒྱུན་ཞི་དྲག་ཅིག་ཁོང་ཁྲོ་ཡི་གནས་རེད་འདོད་ཆགས་ཡི་གནས་རེད་ག་རེ་ནི། རྟག་ཏུ་སེམས་ལ་ཤར་བསྡད་ངེས་ཅིག་འདུག་ན་ཁོ་བལྟས་ཙམ་ཨང་ཉུང་རུ་ཕྱིན་སོང་ན། དེ་ནི་དམིགས་པ་དངོས་གནས་སངས་རྒྱས་སྐུ་ལ་དམིགས་ནས་གོམས་ན་ཡག་པོ་ཞེ་དྲག་ཡོད་རེད། དེ་བས་འཛར་བསྡད་ཡང། དཔེར་ན་ད་སངས་རྒྱས་སྐུ་རུ་བཞིན་དམིགས་པས་ད། པའི་ལས་ལ་བྱས་པ་ཡིན་ན་སངས་རྒྱས་སྐུ་ག་རེ་ཡིན་ནའི་སོ་སོའི་འདོད་པ་ཡོད་པའི་སྐུ་ག་རེ་ཡོད་ནའི་འདྲ་མི་འདྲ་ཡོང་ཆོག་གི་རེད་དེ། ཡིན་ནའི་སྤྱིར་བཏང་ཐམས་ཅད་མཁས་ལ་ཡང་དེ་བདག་ཅག་གི་སྟོན་པའི་སྐུ་རུ་གྱུར་པ་བདག་ཅག་གི་སྟོན་པའི་སྐུའི་སྣང་བརྙན་སྤྱིར་བསམ་དང་པོ་རེད།
རོགས་ལ། དེ་ཡང་དེ་ནི་དང་པོ་ག་འདྲ་བྱས་གོ་སྲིད་དུས་མིག་ལྡན་བཙལ་ནས་གཟིགས་དུས། ཡང་ན་མེད་ན། སངས་རྒྱས་ཀྱི་སྐུ་རི་མོ་བྲིས་པའམ་ཞང་ཞབས་པའམ་དེ་འདྲས་ཡག་པོ་ཅིག་རི་མོ་ཡག་པོ་ཡོད་པ། ཆ་ཚད་ཇི་ལྟར་ཡག་པོ་ཡོད་དེང་གི་སྐུ་སྤུས་དག་པོ་གཅིག་གཅིག་ལས་ཡང་ནས་ཡང་དུ་བལྟས། ཡང་མན་ནི་དགེ་རྒན་འམ་བླ་མའམ་གཅིག་གསུང་དེ་ཉན་དེ་སེམས་ལ་མ་བྱེད་པ་བྱས། ཡང་ན་མན་ནི་འདི་ནི་པའི་སྐུ་དེ་ལས་ཡང་ནས་ཡང་དུ་བལྟས་ང་ཚོ་མིག་གིས་བལྟས་དང་པོ་མིག་གིས་བལྟས་དེ་ནི་རྗེས་ལ་མིག་གིས་མ་བལྟས་པ་བྱས་དེ་ནི་མིག་མ་བལྟས་སྐུ་ལ་ཕར་མ་བལྟས་པ་བྱས་དེ་ནི་སེམས་ལ་དེ་ཤར་བཅུག་གོ་རེད་དེ་དོན་ཅི་སྟེ་ཤར་བཅུག་ནས་སྐུ་དེ་དོན་ཅི་སྟེ་ཤར་བཅུག་འོ་ད་དེ་ཤར་འོ་ཐུག་སྲིད་འོང་རེད། དེ་ཚོ་ང་ཚོའི་སེམས་ལ་ཤར་བཅུག་ནི་རེད་ད་སེམས་ལ་ཤར་བཅུག་ཤར་བཅུག་དུས། དང་པོ་ནི་པད་ད་དཀར་ཤོག་རེད་ཆ་ཚང། ཞིབ་ཆ་ཡོད་མཁན་གསལ་པོ་དེ་འདྲ་ཆགས་ཐུག་མ་རེད། ཚད་སྐྱོན་ཡོད་མ་དེ་འདྲ་ཅིག་སྐྱོན་མ་རེད། དེ་མིན་ས་དང་པོ་དེ་ནི་སྐུའི་ཆེ་ཆུང། སྐུའི་ཆུ་ཆུང་བཅས་ཆུ་ཆུང་ལྟ་འདྲ་མི་འདྲ་ག་རེ་ག་རེ་ཡིན་ན་བསམ་སྟངས་ཕྱོགས་ག་རེ་དེ་ཡིན་ནས་པས་སེམས་གནས་སེམས་གནས་པ་གཙོ་བོ་དྲུག་གི་ཡོད་ན་སྐུ་ཆེན་པོ་ཞིག་ལ་གཅིག་ཡོད་མ་རེད་དེ་ཆུང་ཆུང་བཅས་ད་དེ་གཅིག་དུས་དབུ་གཅིག་བཅས་ཕྱག་གཉིས་བཅས་ཞབས་གཉིས་བཅས། སྐུའི་ཁོག་པ་ཕྱེ་བ་རོ་འདི་བཅས། ཨུ་ད་འདི་འདྲས་ཅིག་རབ་རོབ་ཅིག་སེམས་ཤར་བྱུང་ནས་དེ་ནི་ཁ་དོག་སེར་བུ་སྦྱོར་བ་དང་ཁ་དོག་སེར་བུ་དུ་དེ་འདྲས་ཅིག་རོབ་ཅིག་ཤར་སོང་ན། དེ་འདྲིས་པ་རེད། དེ་སེམས་ལ་འཆར་སོང་ན་འདི་གས་འདྲིས་པ་རེད། བྱས་ཙང་དེ་འདི་གས་དེ་ནི་དམིགས་ཏེ་བསྙད་པར་བྱས་པ་རེད་འདི་གས་ཆོག་ཤེས་བྱས་ནས་བསྐྱར་དུ་དེ་ཡར་གསལ་རུ་བཏང་ཡང་འགྲུབ་དེ་འདྲའི་གཅིག་ཡོད་མ་རེད་ཟེར། C'est-à-dire que། ད་བྱས་པ་ཡིན་ཙང་དེ་འདྲའི་གཅིག་གི་དམིགས་རྟེན་རྙེད་སོང་ན་རེ་བ་དང་དམིགས་རྟེན་དེ་སེམས་ལ་ཤར་སོང་ན་དང་པོ། ཤར་རྒྱུ་ཁག་པོ་བཅས་ནས་གཅིག་འཁྱུག་ཚུ་ཤར་ཡང་བྱས་ཕྱིན་འཁྱུག་ཚུ་ཤར་ཡས་ཕྱིན་བྱེད་ཀྱི་རེད། དེ་བྱེད་ཀྱི་རེད་དེ་ག་ལེ་ག་ལེ་ཁོ་བྱས་ནས་བསྐྱར་ཚུ་བསྐྱར་ནས་ཡང་ནས་ཡང་དུ་བསམ་སྟངས་ཡིན་ན་དེ་ཁོ་བལྟས་སུ་བསྡད་ཀྱི་རེད། འདི་གཅིག་རྐྱེན་གཏད་བརྟན་པོ་ཆགས་དུས་གར་བྱེད་ཀུར་སེ་དུས་འདི་དྲན་ཀུར་ལྟ། འདི་དྲན་པས་གཟིམས་ནས་དྲན་པས་གཟིམས་འདི་ནི་གཏད་རྗེས་ཡར་སེམས་ཤུགས་ཆེན་པོ་བཅས་རྗེས་དྲན་པས་གཟིམས་བཅས་འོ་ད་འདི་མ་བྱེད་བསྡད་རྒྱུ་རེད། མ་བྱེད་བར་སེ་དུས་ང་ཚོས་འཛམ་ཙམ་དོན་དག་རེ་བ་ཅིག་མི་ཅིག་སྐད་ཅིག་དྲིས་པིན་ད་ཚ་སེམས་ལ་མེད་པ་ཡིན་ནའི་དྲན་གསོ་བཏང་དུས་ཡོང་གལ་ཅིག་འདུག་བ་འདི་མ་རེད་ཁོ་རོ་ད་ག་རང་ཡོད་པ་དེ་ད་གིན་བསམ་ནས་ཤར་བསྡད་བ་འབྱོར་དུང

ལས་གང་ལ་མིག་གིས་ལྟ་སྟངས་དེ་གལ་ཆེན་པོ་ཞིག་ལྟར་རེད། མིག་བཙུམ་རྒྱུ་ཡོད་མ་རེད་མི་མང་པོས་སྒོམ་རྒྱབ་དུས་མིག་བཙུམ་གི་ཡོད་རེད་དེ་འགྲིག་གི་ཡོད་མ་རེད། མིག་མ་བཙུམ་པ་བྱས་ནས་མིག་ཡར་ནི་སྨད་ནི་སྣ་གུག་རྩེ་ལ་མ། མིག་སྣ་སེར་ཕབ་ནས་མིག་ལྟ་གི་ཡོད་མ་རེད་ལྟ་གི་ཡོད་མ་རེད་ཡང་ནི་སྨད་ན་མདུན་གྱི་ནང་ཁ་ང་ཚོས་སྨིན་མཚམས་དང་ལྟེ་བའི་བར་གྱི་ནང་ཁ་སྦྱོར་བ་དེ་འདྲའི་ཅིག་ལ་བར་འདུག་སོ་རང་བབས་སུ་བཞག་འོ་རེད་འདུག་སོ་མིག་འདུག་སོ་ལྟ་གི་ཡོད་མ་རེད། དམིགས་འདུག་གཏན་ནས་ན་སེམས་ནི་མིག་འབྱེད་ལུགས་རེད་མིག་ཤེས་འབྱེད་ལུགས་རེད་བྱས་ཙང་མ་དེབ་ཅན་སྣ་རྩེར་ཕབ་པའམ། འདི་ནི་ཡར་མན་དེ་མདུན་གྱི་ནང་ག་དེར་འདུག་ཟེར་ནས་རང་བབས་སུ་བཞག་སེམས་དེ་མིག་དེ་འདུག་སུ་བཞག་དེ་ནི་ཀོ་སེམས་ནང་ལ་ད་ལྟ་གར་ཞུགས་རེད་སེམས་ཀྱི་དམིགས་པ་དེ་ཤར་ཐབས་བྱེད་རེད། ད་དེ་འདྲའི་ཞིག་བཞག་ནས་དེ་ནི་སེམས་ལ་གོམས་ཀྱི་དམིགས་པ་དེ་ཆགས་བྱུང་ད་བདག་གིས་ཞུས་པ་ནང་བཞིན་བྱས་ནས་དམིགས་པ་དེ་དྲན་སོང་ན་ཆགས་སོང་ན། ད་དེ་མ་བྱས་པ་བྱས་ནས་དེ་ཡང་གཅིག་གིས་སེམས་དམིགས་པ་ལ་བཏང་སོང་བསམ་པའི་བསམ་འདྲ་བོ་བཏང་ན་འགྲིག་གི་བ་རེད་སེམས་དམིགས་པའི་སྒང་ལ་བཞག་སོང་བསམ་པའི་བསམ་བཏང་ནས་དེ་བློ་ཡི་ཤུགས་ཆེན་པོ་བྱས་ནས་ལྟ་འདུག་སྲིད་བསྐྱོད་ཀྱང་ལས་རྒྱུ་རེད། ཨེ་ཟེར་བས་འཛའ་དེའི་སྐབས་ལ་གར་བཞུགས་གི་རེད། ཡུལ་གྱི་གསལ་ཆ་དེ་ཡོང་གི་མ་རེད་ད་ནི་ཡུལ་གྱི་གསལ་ཆ་དོན་དུ་གཉེར་གྱི་ཡོད་མ་རེད་དེ། ཡུལ་ཅན་གྱི་གསལ་ཆ་དེ་ཡིན་གཅིག་མིན་གཅིག་སྲིད་དུ་སེམས་དཔའི་དང་པོ་དང་སེམས་ཤུགས་ཆེན་པོ་དེ་ཡིན་གཅིག་མིན་གཅིག་ལྐུགས་རེད། དེ་འདྲའི་བྱས་ནས་དེ་འདྲ་བྱས་ནས་བསྡད་པའི་རིང་དེ་ལ་ད་དམིགས་རྟེན་དེ་མ་བརྗེད་པ་བྱས་ནས་བསྡད་པའི་རིང་དེ་ལ་གོམས་ཡོད་རེད་ཏིང་ངེ་འཛིན་ཡོད་རེད།

བདག་གིས་བསམ་སྟངས་ནང་བཞིན་མ་བསྡད་པ་ཅན་ནི་ཁོ་ཡང་གཞི་བདག་པས་དྲན་གྱི་ཡོད་པ་འདྲ་བོ་ད་བཞིན་ཏེ་ཁོ་མ་ཤུགས་ཆུང་འགྲོ་གི་ཡོད་པ་རེད་པ་དེ་རེད་ཅིག་འདུག་ན་བསྐྱར་དུ་མིག་གདན་དྲན་ནས་དྲན་པ་འདིར་དྲན་པ་ཤུགས་ཆེར་བཏང་ནས་ཅན་ད་དྲན་པ་དང་པོ་ཚིག་བཏགས་དེ་ནི་ཁོ་བཏགས་པ་ནང་བཞིན་བསྡད་མ་བསྡད་དེ་ཤེས་བཞིན་གྱི་བྱར་བྱས་ནས། ཐུགས་སྐྱོ་བོ་རེད། ཁྱེད་རང་ལས་སེམས་དགར་ཤུགས་རེ་ཞི་དྲག་པས་ཤུགས་ཆེན་པོ་བྱས་པ་ཡིན་ན་ད་ནི་ཤུགས་ཆེན་པོ་བྱེད་པོ་རེ་ཞུ་སྟེ་ཤུགས་ཧ་ཅང་ཆེ་དྲག་པ་ཡིན་ན་ཧ་ཅང་ཆེ་དྲག་གི་ཡོད་མ་རེད་ཧ་ཅང་ཆེན་པོ་བྱས་ན་ཡང་སེམས་ཡང་ཡང་ཉན་གི་ཡོད་རེད་དེ་ཤེས་ཤིང་བལྟས་ན་སེམས་ཧ་ཅང་མཐོ་དྲག་གི་འདུག་བསམ་བྱས་ན་མ་ཚོ་དང་ད་དམའ་དྲག་གི་འདུག་བསམ་བྱས་ན་ཡ་ཡ་མཐོར་བཏང་ནས་ཁོས་ཅིག་མཐོ་དམན་ཅིག་ཡོད་རེད་པ་སེམས་ཀྱི་ཤུགས་ཆེ་ཆུང་ཅིག། ག་རེ་ཐུགས་དྲག་གི་འདུག། སེམས་ཀྱི་སེམས་ཀྱི་ཤུགས་དེ་ཆེ་དྲགས་ན། ཆེ་ཆུང་རན་པ་ཅིག་འབྱུང་བ་ཡིན་ན་དེ་ནི་གནས་ཚད་དེ་སྙེག་རེད། ཆེ་ཆུང་རན་པ་མེད་ན་གནས་ཚད་སྙེག་མ་རེད་ཡང་མེད་ན་ཀྱི་ཡང་འགྲོ་གི་རེད་ཡང་མེད་ན་འཇིག་འགྲོ་གི་རེད། དེ་འདྲའི་དཔེ་མཐོ་དམན་དང་དམ་ལྷོད་རན་པ་ཅིག་འབྱུང་བ་ཡིན་ན་གནས་ཚད་སྙེག་རེད། དེའི་དཔེ་དེ་ལྷུན་ལྡན་འདས་ཀྱི་པི་ཝང་གི་དཔེ་གསུངས་རེད། པི་ཝང་ཡོད་དུས་པི་ཝང་གི་རྒྱུད་དེ།

དེ་ནི་བསམ་བློ་གཏོང་དགོས་ཡ་རེད་ཚིག་ཐོག་ལ་བསམ་བློ་བཏང་ཡིན་ན་སེམས་མ་འཁྲུག་དུས་ཁོའི་སེམས་དེ་གང་བདེ་གི་རེད། སེམས་འཁྲུག་དུས་བསམ་བློ་གཏོང་དགོས་ཡ་དེ་ཐོག་ལ་བཏང་ཡིན་ན་ཁོ་དེ་བདེ་གི་མ་རེད་གོ། སྒོམ་བཟླས་གང་སྐྱེས་བསམ་སེམས་ངོ་བོ་བརྟག་བྱ་ཅན་བསམ་སྟངས་ནི་སྒོམ་སེམས་ངོ་བོ་ཤེས་ཐུབ་དགོས་པ་དེ་ལྟའི་རེད་དེ་དང་པོ་དེ་ལ་སེམས་ལྷོད་ལྷོད་ཅིག་ཆགས་ནས་ཅིག་སྐྱིབ་སྐྱིབ་སྣང་ཤར་ཤར་ཅིག་འོར་བ་དེ་ཡོད་ན་སྒོམ་ཡག་པོ་ཡོད་པའི་ཁྱབ་པ་ཁྱོན་ན་ཡོད་མ་རེད། དངོས་གནས་དྲང་གནས་པས་ད་ལྟ་ཞུས་པ་ནང་བཞིན་བྱས་ནས་ཁྱེད་ཆོས་གཉིས་འདི་གཉིས་ལྡན་གྱི་སེམས་དང་དྲི་ངོ་དང་དགོས་པ་མེད་པའི་སེམས་ཞིག་ཡིན་ན་དེ་འདྲས་ཡོང་ན་འགྲིག་གི་རེད་པ། ང་ཚོ་ནམ་རྒྱུན་གར་ཞུགས་རེ་འཚམ་འཚམ་འདུག་སྒོམ་བརྒྱབ་དལ་ཁ་སྤྱི་དུས་སེམས་ལྷོད་ཤིག་ཤིག་རེ་བ་ཅིག་རྒྱུན་དགོས་བ་དང། ཡིན་སྐྱིད་པོས་སྣང་བ་བཞག་གི་བ་དང་འདི་གར་བྱས་པ་རེ་སྲིད་དུས་དངོས་གནས་བྱས་ན་ནམ་རྒྱུན་ང་ཚོའི་སེམས་དེ་ག་དུས་ཡིན་ནས་པས